དེ་ཙམ་ཡག་པོ་མི་འདུག་ད་ནི Google Drive ཨེ་སྐོར་མིན་འདི་ན་དེ་ན་ད་འདི་སྣང་འཛིན་བྱེད་ས་འདི་ཡོང་གི་སོ་སོ Google ནང་སྣང་འཛིན་མ་བྱས་གི་འདི་ཕབ་ལེན་བྱེད་མི་ཐུབ་གི Google ནང་སྣང་འཛིན་ཞེས་རྗེས་སུ་ད་ལྟའི་རང་གྲྭ་ལམ་ཡག་པོ་མི་བསྡུ་བའི་རྣམ་པ་སོགས་ལ་དགོངས་དག་བྱེད་ཡ་གཅིག་ལ། ད་སྤྱིར་བཏང་འདི་ཤར་སྟངས་དུ་མི་བཟོ་མ་རེད་དེ་ཡིན་ན་ཡང་ད་འདི་ཡག་པོ། ད་ཡིན་ན་སྐྱོན་མི་འདུག་དེ་ནས་ད་འདི་རྟགས་རྒྱག་ས་འདི་རྟགས་བརྒྱབ། ད་ནི་ཕབ་ལེན་བྱེད་པ་ལ་སྤྱིར་བཏང་ཅང་གོ་སྐུ་མར་ད་དེ་རང་ངས་བཀྲ་ལབ། དེ་ཙམ་ཡག་པོ་མི་འདུག་དེ་གས་མ་གཏོགས། སྐར་ཆ་གཅིག་གཉིས་གཟིགས་གི་ནང་ཕབ་ལེན་བྱེད་ཐུབ་ཀི་རེད་འདི། ཅང་ཡག་མ་རང་ད་ཕབ་ལེན་བྱས་ཚར་སོང། ཕབ་ལེན་བྱས་ཚར་རྗེས་སུ་ད། གང་གཟིགས་ན་ཡོད་རེད་ཟེར་ན་འདི། འདས་ལྷོད་བསྡད་ཡོད་ནོ། དེ་ནས་ཡང་བསྐྱར་ནང་མཛད་ད Google Driver's བཀོད་ནོ་གི་ད་དེ་མ་བཀླགས་ཏེ་མ་སོ་སོ་ལོག་ལེན་ནང་ཕབ་ལེན་ཞིག་བཏང་ནོ། ཕབ་ལེན་ཞུས་པའི་རྗེས་ལ་འདིའི་ནང་ལ་གཟུགས་གོ་གི། དེ་ནང་ལོགས་འཛུལ་ཚར་ན་འདུ་མི་ཟེར་ཡོང་གི་དེ་ནས་འདི next hit བྱས་ན་འདུ་མི་ཟེར་རེད་ད་འདི་འདི་ཡིན་བྱས་ན་སོ་གཟུགས་ད་འདི་དྲ་སྟེང་གི Google Driver འམ Google Doc གི་སྐོར་ནས་དེའི་ནང་ལོགས་ཡོད་ཡོད་བྱོས་གི། ཡིག་ཆ་འདི་ཚོ Google Driver ནང་ནས་ལྟ་ཐུབ་པ་བཟོ་གི་ཡིན་པས་མིན་པའི་སྐོར་ནས་དེའི་དྲི་རྟགས་རེད་འདའི་འགྲིག་རྟགས་འདི་འདི་ཡིན་བྱས་ན།

ད་ད་ལྟ་འདིའི་ནང་རིམ་བཞིན་དུ་ཡོང་བཞིན་པའི་ཡིག་ཆ་འདི་ཟུག་ཆི་ཟི་རེད་ཟེར་ན། དྲ་ཐོག་ན་ཡོད་པའི་ངའི Google Driver ནང་གི་ཡིག་ཆ་དེ་ཚོ་རེད། དེ་ཚོ་འདི་གློག་ཀླད་ནང་ལ་མར་བླངས་པས། Google Driver གི་ཡིག་སྒམ་ནང་ཡོང་གི་རེད། ད་ཡིན་རྒྱུ་འདིར། འདི་ད་ད་ལྟ་ཕབ་ལེན་བྱེད་ས་འོག་གི་ཡིག་སྒམ་དེ་འདིར། འདི་གོ་གི་རྒྱལ་བུ་རག་གི་དང་དུ་ཡིག་སྒམ་གི་ཉེ་ལམ་ཞིག། ཁོ་རང་ཡིག་སྒམ་སྔས་བཞེས་མ་རྩ་དུ་འདི་ན་འོག་གི་འདིར་ཞིག། འདི་ད་ཁོ་ན་མའི་སྒྲོག་མ་འདྲི་གི་ཁྲིད། འདི་ན་གཡོག་གི། ད། འདིའི་ནང་གི་ཡིག་ཆ་དེ་ཚོ་སྤྱིར་བཏང། དྲ་ཐོག་ན་ཡོད་པའི་སོ་སོའི་གོ་གི་རྒྱལ་བུ་རག་གི་དྲ་ཐོག་ན་ཡོད་པའི་ཡིག་ཆ་དེ་ཚོ་རེད། ད་དྲ་ཐོག་ན་ཡོད་པའི་གོ་གི་རྒྱལ་བུ་རག་གི་ཡིག་ཆ་ཟེར་བ་དེ་ཅི་འདྲ་ཟེར་ཡོད་ཟེར་ན།

ལྟ། སྣང་འཛིན་བཞི། ལྟ་སྣང་འཛིན་བཞིས་བཞག་པ་ཡིན་ན་སྒོ་གི་སྒྲེར་བར་ཟེར་བ་འདི་ཡོང་དགོས་རེད་ལྟ་འདི་སོ་སོ་སོ་སོ་སྒེར་ལ་གདགས་པ་ཅིག་རེད། ལྟ་སྒོ་གི་སྒྲེར་བར་ནང་ན་ཡོད་པའི་ཡིག་ཆ་དེ་ཚོ་འདི་ཟོ་རེད་ལྟ། ད་ང་ངའི Google Drivers ཁོ་ནའི་དེ་གི་དྲ་ཐོག་ལ་བཞག་ཡོད་པའི་ཡིག་ཆ་དེ་ཚོ་འདི་ཟོར་ལྟ། འདིའི་ནང་ན་ཡོད་པའི་ཡིག་ཆ་དེ་ཚོ་ཐམས་ང་ཚོ་ཕབ་ལེན་བྱེད་ས་ག་འདི་གློག་ཀླད་གི་ནང་གི་ཡིག་སྒམ་འདིའི་ནང་ཡོང་གི་རེད་ཡིག་སྒམ་འདིའི་ནང་གང་བཞག་པ་དེ་ཚོ། དྲ་ཐོག་གི་སྒོ་ཁར་སྦྲེལ་བར། དེའི་ནང་ཡ་རབས་འཛུལ་འགྲོ་གི་རེད། ད་དཔེ་གཟིགས་ཆ་བཞག་པ་ཡིན་ན། འདིའི་ནང་ནས་ངས། འདི་དག་བཅོས་དགོས་ཟེར་བ་གི། ཡིག་ཆ་འདི་དག་གོ་འདི་དཔེར་ན། འདྲ་བཤུས་གཟིགས་ཀྱིས། ཡིག་སྒམ་འདིའི་ནང། གླུག་བཞག་པ་འདྲ་ཟིན་གྱི་དབང་དུ་བཏང་ན།

ཕར་ཕྱོགས་ཀྱི་ཡིག་སྒམ་དེའི་ནང་བཞག་པར་ལྟ། ཡིག་སྒམ་ནང་གང་བཞག་པ་དེ་འདིའི་བཀྲ་བཏང་འདི་ཡར་ནང་འཇུག་ཤེས་འཇོག་གི་རེད། ད་འདི་དག་བཅོས་དགོས་སུ་དཀོན་ན་ཡིག་ཆ་འདི་དག་གི་འདི་འདྲ་ཟེར་ཆ་བཞག་ན། སོ་སོའི་གྲོགས་པོ་དང་མཉམ་དུ་འདི་ལ་བཅོས་སྒྲིག་དང་རྩོམ་སྒྲིག་ཇི་ལྟར་བྱེད་དགོས་རེད་ཟེར་བ་ཡིན་ན། འདི་ནས་ནན། འདི་ནས་ནན་པ་ཡིན་ན་ད། འདི་འདྲའི་གཟུགས་ཡོང་གི་ད་འདི་ཡི་འཇིག་དབང་དུ་བཏང་ན་ཁོ་ཡིག་གཟུགས་རལ་དུ་འཐོར་གདའ་གི་འདིའི་སྐབས་འདི་ལ་ཁོ་ཞུ་དག་དང་བཅོས་སྒྲིག་ཅང་བྱེད་ས་མི་འགྲོ་གི་ད་དེ་ནས Files ཁོ་ནས་འདི་བརྒྱུད Export to Google Document འདི་བསྣན་པ་ཡིན་ན་བཟོད་ལྟ་བྱེད་རུང་ད་འདི་ན། ད་ཡིག་ཆ་འདི་འདྲ་ཟིན་རྒྱུ་ན་འདིའི་ནང་ལོགས་ལ་ད་སོ་སོ་ཇི་ལུས་འདོད་ན་ད་ལུས་ཐུབ་ཀི་རེད། འོན་ཏེ་འདྲིས་འདིའི་ནང་ལ་རྩོམ་སྒྲིག་གི་སྟངས་དང་བྱེད་སྟངས་ཅིག་ཆིག་གི་ནོར་ཟླ་བ་ནུབ་བཅུ་དུ་མ་ཐུབ་ཀི། ད་འདི་སོ་སོའི་གྲོགས་པོ་དང་ཡང་ན་ལས་རོགས་དང་མཉམ་དུ་འདི་ལ་ཞུ་དག་དང་རྩོམ་སྒྲིག་བྱེད་དགོས་ན་ད་ག་འདྲ་བྱེད་དགོས་རེད་ཟེར་ན། Shears། འདིར file ནང་སོང Shears། འདི་ནས་ན། འདི་མི་བཟོད་འོང་གི་འདི་སོ་སོའི་སྟོབས་དག་རང་ཉིད་ཀྱི་ཨིསོ་བྷན་ནར་དེ་རེད། ད་འདི་ལ་འདིའི་ནང་དེ་ལ་སོ་སོའི་གྲོགས་པོ་གི། རྗེས་མེད་གི་གབ་བྱང་དེ་ད་འབྲི་དགོས་ཧྲི་ད། དེ་བྲིས་ནས་ད་དཔེར་ན་འདི་བཟོ་གདམ་ཀ་ཇི་ཡག་གསལ་བོ་བལྟ་དགོས་རེད། ཁན་ཨེ་ལི་ཏི་སྐོར་ནི་འདི་འདྲ་བོ་ཅིག་ཡིན་ན། སོ་སོའི་གྲོགས་པོ་དེའི་རྩོམ་སྒྲིག་དང་ད་ནང་བཟོ་བཅོས་རྒྱག་ཐུབ་པ་དེ་ཆོག་མཆན་སྤྲད་ཧྲི། འདི་འབྱིན་ན་མཆན་འབྲི་ཐུབ་པ། འདི་ཡིན་གྱིས་ན་ལྟ་ཐུབ་པ། ཁྱེད་ནས་རིས་བྲིས་སྐོར་ནས་འདི་ལ་བརྟག་མ་བྱུང་ན་སོ་སོའི་གྲོགས་པོ་དང་མཉམ་དུ་རྩོམ་རིག་དང་དེ་འབྲེལ་བྱེད་ཐུབ་ཀྱི་མ་རེད་ད་འདི་ལ་སོ་སོ། འདི་ལ་འདིའི་ནང་ལ་སོ་སོའི་གྲོགས་པོ་གི་ཨེ་མའི་ཁ་བྱང་བྲིས་ནས། དེ་ནས share and save འདི་བཏང་བཞག་པ་ཡིན་ན་ཕར་ཕྱོགས་ནས་སོ་སོའི་གྲོགས་པོ་བཀྲ་བཏང་ན་ཡོད་དགོས་རེད་དེ། དེ་ལ་དང་ལེན་བྱེད་ཅིག་གདའ་ཡོང་གི་རེད་དེ་ནས་དང་ལེན་བྱས་ཚར་བ་ཡིན་ན། ད་ཡིག་ཆ་འདི་བདོག་གི་འདི་གྲོགས་པོའི་སར་སླེབས་འགྲོ་བ་མ་ཟད་གྲོགས་པོ་གིས་ཀྱང་འདིའི་ནང་ལ་ཅིག་ཤེས་རྟགས་ལ་སོགས་པ་དེ་འདྲས་ཅི་ཐུབ་ཀི་རེད་རང་གི་ཡང་ཅི་ཐུབ་ཀི་རེད་རང་གི་གང་ཅི་གི་ཡོད་པ་དེ་སོ་སོའི་གྲོགས་པོ་གི་ཡང་མཐོང་བསྡད་ཀི་རེད་དུ་མོ་ཟེར། གཙོ་བོའི་ཆ་རྐྱེན་འདི་རེད། དེ་ནས་ད། ད་ཆ་རྐྱེན་གཞན་པ་ཞིག་ལ། ད་དཔེར་ན་འདིའི་ནང་གི། ད་བོད་ལ་ཐར་ལམ་མེད་བཟོ་སི་ཁོ་ནོ་འདི་བདོག་གི་འདི་འདྲ་ཟིན་གྱི་ན pdf རྣམ་པ་ཅན་གི་ཡིག་ཆ་ཟེར།

འདྲ་བཤུས་ཞུས་ནས་སོ་སོའི་ཟིན་བྲིས་ན་ཆོག་གོ་དྲ་རྒྱ་གི་ནང་གི་དྲ་བྱང་གི་རྟགས་ཡོད་དགོས་སའོ། གཅིག་སའི་གོ་ལ་འདྲ་རེད་ད་གཅིག་དེ་རྟགས་འདྲ་མི་འདྲ་བ་ག་བ་དུ་བདོག་གོ་དེ་བཀོད་བཞག་པ་ཡིན་ན། ང་སོ་སོའི་ཟིན་བྲིས་འམ་དྲ་རྒྱ་ནང་ལོག་ལ་ད་ལྟ PDF རྣམ་པ་ཅན་གི་ཡིག་ཆ་འདི་སླེབས་པ་རེད། པི། འདི་ལྟར་བཀོད་པ་ལ་དབྱིན་གཅིག་མིན་གཅིག PDF རྣམ་པ་ཅན་གི་ཡིག་ཆ་ཡིན་སྐོར་བསྐྱོན་ཡོད་མ་རེད་བོད་འབྲི་རྣམ་པ་ཅན་ནི་ཇི་ཙི་ཡིན་ན་འགྲིག་གི་རེད་དེ། ད་གལ་ཆེ་བ་གཅིག་ལ་རང་གི་དེ། གནས་གང་ནས་ཀློག་ན་ཡང་ཀློག་ཀླད་དེའི་ནང་ན་བོད་ཡིག་དཀའ་ཚེགས་མེད་ཀྱི་དབང་དུ་བཏང་ན pdf རྣམ་པ་ཅན་གྱི་ཡིག་གཟུགས་ཡོད་ན་ཡིག་གཟུགས་འགྱུར་གི་མ་རེད་དེའི་ཁྱད་ཆོས་དང་འཛོལ་ཡོད་གི་ལྟར། དེ་ནས་ད Google Driver ཟེར་བ་འདི་སྤྱིར་བཏང་ནས་ཆ་རྐྱེན་དུ་མ་བཟོས་ཡོད་གི་ད་ཆ་རྐྱེན་འདིའི་སྒང་ལ་ད་རུང་ཆུ་ཟེར་བཞིན་ན Google Driver གོ་ནོར་འདི

ད། ཁ་པར་ནང་ནས་བཞག་ན་ཆོག་གི་གློག་ཀླད་ནང་ནས་བཞག་ན་ཆོག་གི Google Driver's དགོས་ནི་དགོས་ད་ད། ཡིག་སྒམ། འདི་འདིའི་ནང་ལོགས་ལ། ཡིག་ཆ་ཞིག་བཞག་ཕྱིན་ཆད། དེ་ཁ་པར་ནང་ནས་སྔོག་ཐུབ་ཀི་རེད་གློག་ཀླད་ནང་ནས་སྔོག་ཐུབ་ཀི་རེད་གང་ནས་བཞག་ན་ཕན་ཚུན་ལ་ད་ཡི་གེ་བཏང་བ་ནང་བཞིན། ད་གིས་སུ་ཨི་མེ་ཡིག་གློག་གཟིམ་གི་སྒམ་བཟོ་འདྲ་བོ་དུམ་ཟེར་ད་འདིའི་ནང་ལ་ཡིག་ཆ་གང་བཞག་ན། ཁ་པར་ནང་ནས་སྔོག་ཐུབ་ཀི་རེད་གློག་ཀླད་ནང་ནས་སྔོག་ཐུབ་ཀི་རེད་གང་ནས་ན་བེད་སྤྱོད་བཏང་ཐུབ་ཀི་རེད་དོ་གཅིག་རེད། དེ་ནས་གཅིག་ནས་སྤྱིར་བཏང་གི་ང་ཚོ་དེབ་ལ་སོགས་པ་དེ་འདྲའི་གི་ད་ཤོ་གོ་མང་པོ་གི་རིགས་ཅན་གི་ཡིག་ཆ་དུ་མོ་སོ་སོའི་གྲོགས་པོ་དེ་འདྲའི་ལ་བསྐུར་དགོས་ན། Google Driver འདི་བེད་སྤྱོད་བཏང་ན་ཡང་ཧ་ཅང་སྟབས་བདེ་མོ་རེད། Google Driver གི་ནང་ལ་བཞག་ནས་སོ་སོའི་གྲོགས་པོ་ལ་ཐད་ཀར་བཏང་ཐུབ་པ་འདྲ་བོ་དུ་མོ་ཟེར། དེ་ནས་འདི་ལ་སྤྱིར་བཏང་ས་ཁོངས་ཀྱི་ཚགས་གཞི་ཟེར་ཡོད་གི་ས་ཁོངས་ཀྱི་ཚགས་གཞི་དུ། འདི་རེད། བརྗིད་པའི་རྔ། བརྗིད་པའི་རྔ་གི་ཚགས་བཞི་ཡོད། བརྗིད་པའི་རྔ་ལས་འདས་སོང་བ་འདྲ་བོ་དེ་འདྲས་ཡིན་ན་ཡང་ན་རང་གི་ཡིག་ཆ་རྙིང་པ་དེ་ཚོ་བསུབ་ཅི་དང་ཡང་ན་འདི་ཡིན་གྱི་རེད་ད། ས་ཆ་སྒོར་མོ་ཞིག་ནས་ཉོ་རྒྱུ་མ་གཏོགས་གཞན་ཐབས་ཤིག་མེད་གི། ད་འདི་རེད་ཁོ་རང་གི་སྤྱིར་བཏང་གི་ཁྱད་ཆོས་འདྲ་བོ་རི་མོ་གི་ལམ་ནས་བྲིས་ནོ་ཡིན་ན་ད་འདི Google Driver's ད་འདི་ནས་མར་དཔེར་ན་ཅོག་ཙེ་སྒང་འཇོག་རྒྱུ་ལོག་ལུས་སྒང་ཡིག་ཆ་བེད་སྤྱོད་བཏང་ཐུབ་ཀི་རེད། དེ་ནས་རྩིས་འཁོར་ད་ང་ཚོ་འདི་ལོག་ལུས་ཅོག་ལག་འཁྱེར་ལོག་ལུས་ཡང་ཐུབ་ཀི་རེད། དེ་ནས་ཁ་པར iPad ད་འདི་རེ་རེ་ནང་ནང་ནས་མ་ར་ལྟ་ཐུབ་ནས་མི་ཚེ་ཡ་ར་ཡང་ནང་འཇུག་ཡང་གཅིག་པ་གཅིག་ཀྱང་བྱེད་ཐུབ་ཀི་རེད། དེ་ནས་གྲོགས་པོ་ཕན་ཚུན་ལ་ཡིག་ཆ་བསྐུར་བ་ལ་སོགས་པའང་ཧ་ཅང་སྟབས་བདེ་མོ་དུ་མོ་ཟེར་རེད། ད་མཚམས་འདི་ནས་བཤད་ཅི་ཟེར། གྲོགས་པོ་རྣམ་པ་སུ་དང་སུ་ཡོད་ན་སྒོ་ཀུན་བསྒྲལ་བར་ལ་སོགས་པ་འདི་མོ་དཔེ་ཆོས་གང་འཚར་བའི་རྗེས་ལ། རྣམ་པ་ཀུན་ཏུ་བརྗེད་མི་ཉན་པ་ཞིག་ཡོད་པ་དེ་གང་རེད་ཟེར་ན། སོ་སོ་སྒོ་སྒལ་དང་ད་དཀྲ་རྒྱ་ནང་ཡར་འཛུལ་ཡོད་པ་དེ་ནི། སོ་སོ་ཕྱིར་འབུད་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ད་ལྟ། ང་ཚོ་གཞིས་བྱེས་གཉིས་སུ་གྱེས་པའི་སྒང་ལ་མི་རིགས་ཀྱི། བདག་དབང་གི་འཐབ་རྩོད་ཀྱི་གནད་དོན་འདི་མོ་མཛའ་གྲགས་ཅིག་གི་སྐབས་ལ་སོ་སོའི་ཡིག་འབྲེལ་གྱི་སྐོར་དེ་ལ་གཟབ་གཟབ་བྱེད་རྒྱུ་གལ་ཆེན་པོ་རེད་དེ་རང་གི་མཚམས་སྦྱོར་བྱེད་རྒྱུའི་གནས་སྐབས་དུ་མ་ཞིག་ལྟ་བདེ་མོད།